ཉི་མ་གཅིག་ང་ཡོད་ན་ཉི་མ་གཅིག་ཨ་ནི་ངའི་རོགས་པ་ཡོད། ཨོ་དེ་འདྲའི་འགྲོ་གི་རེད། ང་གཉིས་དེ་རེད་ཕྱི་ཚུལ་གཉིས་རྩ་བཞི། ད་སུ་སུ་ག་དུས་སྐད་གཏོང་ན་འགྲོ་ཡ་རེད། ད་ང་གང་སང་ཡོད་ང་བསྡད་ཅིག་དེ་རིང་ལས་ཀ་མེད་ལ་དེ་འདྲའི་ཡོད་མ་རེད། ཡིན་ན་ད་ང་གཉིས་སྦ་རི་སྦ་རི་འགྲོ་གི་རེད་ཡིན་ན་ཡང་ཁོའི་འགྲོ་ཚར་བའི་རྗེས་ལ་ཨ་ནི་ཡང།

ད
ངོ་མ་འདྲ་བོ་ན་ད་ངོ་ནས་དྲང་ནས་ཡོད་ཅིག་སེམས་པ་དང་ཚང་མ་དཔེ་དཀའ་ངལ་བྱུང་ངོ་ནས་ལན་ད་ཞེད་སྣང་འདྲ་བོ་ད་དེ་འདྲ་ཚར་གཅིག་དེ་དེ་ང་མ་གི་ལ་དེ་དྲ་འདྲ་ལ་ད་མཐའ་དང་པོ་དང་པོ་ང་ཚོ་བོད་པ་དེ་ད་དེ་དེ་གོ་བོད་དྲི་ཡིན་མིན་དང་ཚོད་ད་ད་བཤད་ཐུབ་བོ་མ་རེད་ཡིན་ན་དེ་ལན་ཁ་ང་འགྲོ་རེད།

ཉི་མ་གཅིག་ལ་ཚར་བཞི་ཚར་བཞི་ཡིན་ང་འདྲ་བོ་རེད། ད་ག་ཚང་འདི་ར་ད་ནད་པ་ད་ག་ཚད་ཐོན་གོ་ན་ང་ཚོས་ཤི་ཁྲ་དོ་སྣང་གཅིག་མ་ད་ག་ཚང་ངོ་མ་འདྲ་བོ་ན་དེ་ས་བ་འདྲ་བོ་རེད་ད་ཞུ་འདི་ཆིག་དོ་ད་ད་ད་ཅིག་དོ་སྣང་ཤི་ཁྲ་དེ་ནད་པ་ཉི་མ་རེ་རེ་ལ་ག་ཚད་ཐོན་གོ་དེ་དེ་གང་ལ་ཅིག་དོ་སྣང་ཤི་ཁྲ་བྱེད་ཀྱི་མེད་ཡིན་ན་ད་མལ་ཁང་གི་ཧྥོན་ད་ཁ་པར་ད་འོང་ད་འགྲོ་གོ་འདུག་དེ་ལ་འགྲོ་གོ་འདུག་ལ་ན་ནི་འགྲོ་གོ་ར་ད་དེ་རེད་ཨ་ནི།

ཨ་ནེ་གཉིས་ནི་སྨན་ཁང་དང་སྡེ་བ་གི་ད་ཅིག་ང་ཚོ་ལུས་ཟུངས་གསོ་ཡ་གི་སྨན་ལ་སོགས་པ་དེ་འདྲའི་དོན་ཆེན་མང་པོ་ཅིག་སྤྲད་པོ་རེད་ཨ་ནི་དེ་ལ་བརྟེན་གི་ང་རང་གྲོགས་ཆེན་ན་ཏི་ཆམ་པ་རོ་ཏི་སི་སི་ན་ན་ལམ་སང་སྨན་ཟ་ཡ་ལ་སོགས་པ་དང་ཨ་ནི་དེ་འདྲའི་སུ་སུ་ཟ་དཔེ་བདག་པོ་ད་ཡག་པོ་རྒྱག་གི་ཡོད། སྤྱིར་བཏང་ད་སྤྱི་ཚོགས་ཞབས་ཕྱི་དྲ་ད་དངོས་ནས་བྱས་ན་དཔེ་ད་ལས་ཀ་དཔེ་རླབས་ཆེན་པོ་འགྲོ་ར་ད་མི་འགྱུར་ན་ཡིན་ད་གྲོང་ཁྲོད་ན

གཅིག་གིས་གཟི་བརྗིད་ཅིག་དང་ཡག་པོ་ཅིག་བརྩིགས་ཡོད་ཁ་ཅིག་ལ་ན་ནི་སོ་སོའི་དངོས་གནས་གྲོང་སྡེ་གི་ཆུའི་ལ་ན་ནི་གཅིག་ཕལ་ཆེ་མཐུག་པོ་ཡོད་མ་རེད་ཨ་ནི་ད་ལྟ་འདི་འདྲ་བོ་དང་གཅིག་གི་ཆུ་འདྲ་བོ་སྐོར་ཡོད་མ་རེད་ད་ཨ་ནི་གཅིག་ཞབས་ཞུ་འདྲ་བོ་བྱས་ཡོད་མི་དངོས་གནས་གྲོང་སྡེ་ནད་པ་དེ་དཀའ་ངལ་འཕྲད་རྒྱུ་དེ་ཚོ་ཚང་མ་ཡག་མ་བཅས་དོ་དེ་ལ་ཨ་ནི་གཅིག་ཡག་པོ་འགྲོ་བརྩིགས་ཡོད། གཅིག་ནི་སོ་སོའི་དགོན་གྱི་འགན་འཛིན་དང་དེ་ཚོས་ལས་ཀ་བྱེད་ནུས་ཆེ་ར་དེ་ཚོ་གི་ཚིག་གི་མ་གཅིག་མིའི་ངག་སྟངས་བེད་སྤྱོད་བཏང་སྟངས་ཆུ་ཀ་དེ་ལ་ཧ་ལས་བ་རག་ལས་དེ་ཞག

བྱ་རྒྱུ་ནང་ནས་གྲོང་ཆོག་ལ་ནི་མང་པོ་ལ་ནི་ད་གང་ལྟར་ད་ལྟ་བར་དུ་ཞེ་ལྔ་ལྔ་དྲུག་ཅིག་གྲོངས་ཡོད་རེད། ད་ནང་ནས་ད་ང་རང་གི་ཧ་གོ་ཡ་གཅིག་ལ་ད་ངའི་ནད་པ་གཅིག་བ་ལང་པོར་བར་དུ་ཁྱི་ཡིན་བ་སྐྱེ་ག་ང་འགྲོ་ཡིན། ཨ་ནི་བདུན་ཕྲག་གཅིག་མ་འགོར་སི་ལ་དང་པོ་ཕར་འགྲོ་དུས་བསམ་པ་ཨ་ནི་ཧ་ལས་ཡང་འཛའ་དྲག་ཆེན་པོ་དེ་འདྲའི་ད་ཡོད་མ་རེད། པའི་གཅིག་གི་ནད་པ་ཡིན་པ་གང་ཞིག་ལ་ད་ཁོའི་ཏག་ཏག་འདྲ་བོ་ཡོད་རེད་ད།